ཚོགས་གཙོ་བདག་ང་ཚོ་བོད་དོན་གླིང་སྡེ་ཁང། སྐབས་བཅུ་གཅིག་པའི་དེ་ནས་ཚོགས་གཙོ་དབུས་པའི་ཚོགས་མི་ཡོངས་དང་རྒྱ་ཆེ་བའི་དྲ་གྲོགས་སེམས་དཔའ་པོ་ཡོངས་ལ་ཐོག་མར་དུས་གསུམ་བདེ་ལེགས་ཀྱི་འཚམས་འདྲི་ཞུ་འོས་དང་ད་རིང། སླར་ཡང་རེས་གཟའ་ལྷག་པ་འཁེལ་བའི་ལྷ་དཀར་བཟང་བཅས། དེ་ནས་ཐག་རིང་དུ་བོན་བདག་རྗེ་འཕེལ་གྱི་ཚལ་པ་བཅུ་ཡོད་འདུག་ཨོ། ཚལ་པ་བཅུ་དང་ཉི་ཤུ་ལྔ་དེ་ཟླ་བ་གཅིག་གི་ནང་ལ་ཡང་རླུང་གི་ཨ་ནི་ཉིན་ཤས་བྱེད་ཡས་དང་རླུང་གི་ཐོ་ལ་ཡང་མིག་གསེར་གྱི་ཉིན་མོ་ཨོ། དེ་འདྲའི་རྗེ་ཁྱེད་ཨོ། ཁྱེད་ཀྱི་ཡོད་པ་སོང་ཙང་ཨ་ནི་ཨོ། ད་ང་རང་ཚོ་ཨོ། དེ་འདྲ་བའི་དག་རླུང་གི་ཉིན་ཤས་བྱེད་པ་ཡིན་ན་བྱིན་རླབས་མྱུར་བ་དང་ཨ་ནི་རང་བཞིན་གྱིས་ཨོ། གཅིག་སེམས་པ་ལ། ཨ་ནི་ཅིག་སྒྲ་བདེ་བ་དེ་འདྲའི་ཡོང་གི་ཡོད་དུས། ཨོ་དེ་འདྲའི་གི་དུས་ཁྱད་པར་ཅན་གཉིས་དགྲ་བོ་ཅིག་འཛོམས་པ་ཡིན་དུས་དེ་ལ་བརྟེན་ནས་ད་རིང། ཨོ་ཉི་ཤར་ཁྲུ་བཅུ་གའི་དབང་དུ་བྱས་ནས་རླུང་གི་ལུས་སེམས། ཁྲི་འདོན་སྐོར་ལ་ཞུ་ཡས་དེ་སྐབས་སུ་བབས་པ་ཡིན་དུས་དེ་ལ་ང་རང་ཚོ་ཐོག་མ། ཨོ་ཅིག་གི་ཡུལ་དམ་པར་བསྟོད་བྱ་འབུལ་བ་དེ་རྣམ་པ་ཚོ་གི་ཐུགས་ལ་འཇགས་པའི་ཐོག་ནས་དེ་ནི་ཀུན་སློང་ཅིག་དཀོན་མཆོག་གི་རིམ་པ་རྣམས་ལེགས་པར་གསན་བཏབ་ནས་ཟིན་པར་འཚལ། འོ་ད་དེ་ལ། འོ་ལ་གཙོ་བོ་དེ་ལ་ད་ང་རང་ཚུགས་ཀྱི་སྟོད་ཆ་གི་ཚིག་འདི་ད་གའི་ཁ་ཚིག་ཞུ་བ་ཡིན་དུས་རྣམ་པ་ཚུགས་ཀྱི་ཚིག་བཟང་པོ་ཞེས་ནས་འདོད་དོན་བཟང་པོ་ཡིད་ལ་དྲན་ལ་དུས། འོ་དེ་འདྲའི་ཅི་ཡང་ཨ་ནེའི་ཐུགས་ལ། འོ་རྒྱག་པའི་ཐོག་ནས་ཅིག་ངེས་སྐྱོར་ཡིན་དུས་རྣམ་པ་ཚུགས་ཀྱི་དེ་འདྲའི་ཅིག་མིག་རྣམ་ཅིག་ཅོང་རོ་ནག་ཞུ་ཡི་ཡིན་དུས། དུས་གསུམ་བརྩེ་བའི་རྩ་བརྒྱུད་བླ་མའི་ཚོགས་མི་ངོས་རོགས་ཅན་མཐུ་སྟོབས་ཆེ་གནང་དང་བྱམས་སྦྱོར་ཕ་མ་སོགས་ཀྱི་ཞབས་རྡུལ་བཅས་སྤྱི་བོར་ལེན་ནས་ཉིན་མཚན་དུས་དྲུག་མཆོད། ཨོ་དེ་འདྲའི་གཅིག་གི་སེམས་རྣམ་པར་དག་པའི་ཐོག་ནས་ང་ཚོ་རླུང་གི་ཉི་ཤེལ་ཕྱེད་དང་ཉི་ཤེལ་ཕྱེད་པ་དེས་དངོས་གནས་ཀྱི་ད་རླུང་གི་ལུས་སེམས་འཁྲུལ་ལྡན་ལ་ཡ་ཨོ་མེད་དུ་མི་རུང་བ་གི་དེ་འདྲའི་ཅིག་ཡིན་དུས་དེ་འདྲའི་ཅིག་རྣམ་པ་ཚོས་ཀྱི་ཐུགས་མ་ཐུགས་ལ་བཅའ་ཡ་ཆེ། ཨ་ནི་དེ་ལ་ད་ང་རང་ཚོ་གི་ཅིག་གི། རྩ་བའི་གི་རླུང་གི་ཡི་དྭགས། རིག་འཛིན་འཁྲུལ་ལྡན་ཀོ་ལ་ཡ། ད་རིམ་པ་བདུད་སྤ་གཡས་ནས་རིམ་པ་ལྔ་འདྲ་བོ་གཡས་ཆོས་སྐུ་རེད་འདི་ཡིན་འདི་དང་རིམ་པ་གསུམ་པ་དེ་ཡིན་དུས་ང་རང་སོ་གཅིག་ཡི་དྭགས་ཅོག་ཙེ་གང་ལ་ཞལ་ལག་སུས་ཚིག་འདྲིས་པ་ན་གཞི་སྟབས་བདེ་བོ་ཐོན་ནས་ངས་ཞུ་དགོས་དུས། ཨོ་དེ་འདྲའི་སོང་ཙང་ད་རྣམ་པ་ཚོ་གི་ད་ཁ་རྩིས་ནི་ཨོ་ཕྱིན་གི་ཡོད་དུས་ད་ངེད་ཀྱི་ཁ་རྩིས་ནི་སུ་ནི་ད་ད་མ་འདུག་སྒྲ་སྒམ་གི་དབང་དུ་བྱས་ན་ཨོ་ད་སྔོ་དྲོ་གི། རྒྱ་གར་འདི་ང་ཚོའི་བོད་ཡུལ་ནང་ལ་དཀའ་ནི་དེ་ནི་ཇག་པ་དུ་འགྲོ་དོ་འདི་ཡིན་དུས་ད་སྒྲ་གམ་བདུན་འདྲ་བོ་ཆགས་པ་རེད་ཨོ་སྒྲ་གམ་བདུན་རེད་ད་ཐོ་མ་ཆ་ལ་ང་རང་གི་ད་ལུག་ཇུ་བིས་མ་དུ་ཞུ་ཡོད་མ་རེད་དེ་ཨོ་བོད་ནང་ལ་ཞུ་ངའི་ཚུགས་ཀྱི་གཙོ་བོ་ཐུགས་རེ་དང་འབྲེལ་ནི་དེ་ནི་བཅར་དོ་དེ་ནི་ཆུ་ལིང་སྤྲུ་གུ་གི་སྐུ་རྟེན་རིམ་བྱོན་གྱི་དུ་ཚོད་རྣམ་ཐར་དུ་ཚོད་གསར་བརྗེ་མ་གཏོང་ཙམ་གྱི་ཞུ་བ་ཡིན་དུས་ད་བསྡོམས་པའི་དངོས་གྲུབ་ཀྱི་སྒྲ་གམ་འདི་བདུན་ཆགས་ཀྱི་འདུག་དེ་ནི་ད། དེའི་རྗེས་ལ་སྒྲ་སྒམ་གཅིག་ནས་སྒྲ་སྒམ་བཅུ་དྲུག་བར་དུ་དངོས་གཞི་གི་སྒྲ་སྒམ་རེ། དེའི་རྗེས་ལ་ད་ང་ཚོ་དྲི་བ་དྲིས་ལན་གྱི་སྒྲ་སྒམ་དེ་གཉིས་བྱས་ཏེ་བསྡོམས་པའི་སྒྲ་སྒམ་ཉི་ཤུ་རྩེ་ལྔ་ཐམ་པ་ཆགས་ཀྱི་ཡོད་དེ་རྣམ་པ་ཚོགས་ཀྱི་སྒྲ་སྒམ་ཉི་ཤུ་རྩེ་ལྔ་དེ་སོ་སོ་གི་ཨོ་ཨོ་དང་སློབ་ཚན་གྱི་དཔེ་དེབ་ན་ཤི་ཨོ་ཨོ་དེ་འདྲས་ཀྱི་རྣམ་པ་ཚོགས་ཡག་པོ་བྱས་ནས་ཨ་ནི་ད་ཚོགས་པ་ནང་ལ་མཚམས་མཚམས་ཟུར་དྲུག་དུ་ཨ་སོ་སོ་ཟུར་དུ་ཕ། སྒྲ་སྒམ་དུད་ཚོད་ཁྲིད་དེ་ཕར་ཡག་པོ་ཕྱིན་ནས་ཉར་ཚགས་བྱས། སོ་སོ་གིས་དུད་ཚོད་སྟོང་པ་ཀ་ལ་དྲེད་མོང་གི་གཏམ་དང། མཁའ་དབྱིངས་སྨིན་བྱས་ནས་ཞུགས་མ་བདེ་བ་བྱས། གལ་ཆེ་ཤོས་དེ་སོ་སོ་གིས་སློབ་པ་སློབ་གཉེར་གནང་ཡུལ་དང། སོ་སོ་གི་ཕྱག་ལས་དུད་ཚོད་ཏག་ཏག་གནང་དགོས་བོ་རོགས་ཚོང་པ་ཡིན་ན་ཚོང་དུད་ཚོད་འཐུས་ཤོར་མེད་པ་བྱེད་དགོས་བོ་རེད་ད། དེ་དང་མཉམ་དུ་དེ་ནི་ཞོར་ལ་ཟེར་ན་ད་ཆ་ཅན་གྱི་སོ་སོ་གི་གཟུགས་པོ་དེ་ཞི་དྲག་གིས་ད་འཕྲོད་བསྟེན་ཅིག་ཟབ་ཟབ་མ་གནང་ན། ཨེ་ཅིག་བྱ་བྱེད་ག་རེ་ཡིན་ན་ཚང་མ་ལོག་ཐག་མི་ཆོད་བ་ཆགས་ཀྱི་ཡོད་དུས་དེ་འདྲ་བ་གས་དེ་ནི་ཨེ་ཅིག་གཟུགས་པོ་འཕྲོད་བསྟེན་ལ་ཡག་ཐག་ཆད་དོ་དེ་ནི་ཨེ་ཆོས་རྣམ་པ་ལ་ངའི་རླུང་དང་འབྲེལ་བའི་དུས་ནས་ལུས་སེམས་འཕྲོད་བསྟེན་སྐོར་ལ་ཞུ་གི་ཡོད་དུས་དེ་འདྲ་བ་དེ་ངེད་ཀྱི་སྒྲ་སྒམ་དེ་ཡི་ད་ཐུ་ཤོད་ཚང་ཤོད་འདྲ་བོ་དང་ཐག་གི་ཆ་ལ་ནི་དེ་འདྲའི་ཡིན་བསམ་པ་དྲན་གྱི་འདུག་དེ་འདྲའི་སོང་ས་རྣམ་པ་ཚོས་གས་ད་སྒྲ་སྒམ་ཉི་ཤུ་རྩེ་ལྔ་དེ་ཨ་ནི་ཚར་གཅིག་ངས་ཡིད་ལ་ནི་བསྐྱུར་མ་ཤེས་པ་བྱས། ཨོ་དུས་ཚོད་དྲིས་ཏེ་ལྕགས་ཨོ་ཡང་ཨོ་ཡག་གི་སེམས་པ་ཡེ་ན་སོ་སོ་ཅིག་ཡིན་ད་ཆོས་ཁས་མི་ལེན་ན་སོ་སོ་མ་གྲོངས་བར་དོ་ཡིན་ན་ཡང་སོ་སོ་ལ་ཕན་ཐོག་གི་རེད་ལ་ཅིག་དཔེར་ན་ཅིག་ཆོས་ཁས་མི་ལེན་གི་ཚོ་ན་ས་སྡུག་ཆགས་སྐབས་དང་ཨ་ནི་ཅིག་གྲོངས་པའི་སྐབས་ལ་ཡིན་ན་ཡང་ཨོ་རླུང་གི་ཐོག་ལ་ཡང་ཅིག་དམིགས་བསལ་གྱི་སོ་སོ་སྦྱོང་བརྡར་ཡོད་ན་སོ་སོ་ཤི་བ་ཡིན་ན་ཤི་བ་དེ་ཤི་བ་འཇམ་པོ་གི་ཐོག་ནས་གྲོངས་ཐུག་གི་རེད། ཨོ་དེ་འདྲས་ཀྱི་ཐུགས་ལ་སྦྱང་ཡས་དང་ཨ་ནི་ཆོས་ཁས་ལེན་ཡས་འོང་དུ་བྱེད་ན་ཁྱད་པར་དུ་ང་ཚོའི་ནང་པ་སངས་རྒྱས་པའི་ལུགས་ལ་བྱེད་ན། ཨོ་རླུང་གི་ལུས་སེམས་འཁྲུལ་དོན་གོ་ལ་ཡག་པོ་མཁྱེན་པ་ཡས་ན་འདིས་ཀྱི་བག་ཆགས་དེ་བཅའ་བ་ཕྱི་མ་ལ་ཡ། ཨོ་རང་ཤུགས་ཀྱིས་དེ་འདྲས་ཀྱི་བག་ཆགས་སེམས་པ་ལ་ཡ། ཨོ་ལས་སླ་པོ་ཞུ་ཀྱི་བྱ་དགོས་ཡོད་དུས་དེ་འདྲ་བ་ཅི་གནས་གཤིན་པོའི་ཐོད་ནས་ཨ་ནི་ཡས་ཅིག་དགྲ་བམ་ཉི་ཤུ་རྩེ་ལྔ་དེ་ལྕགས་སྒོ་ཡང་སྒོ་གི་སེང་རོ་ནའང་ཟིན་ཨ་ནི་གལ་པོ་ཆེ་ལ་ནས་བསྟན། དམ་པའི་ཆོས་ལ་བརྒྱ་རྩ་ལ་དུས་དེ་ནས་ངས་ལྕགས་སྡོད་དྲན་སྐུལ་གྱིས་ཞུ་གི། ཨོ། དེ་འདྲས་ཀྱི་ཐུགས་ལ་བཅག་ཅེས་ད་ཐག་རིང། ཨོ། སྐབས་སུ་བབས་པ་དེ་ད་ང་ཚོ་ཉིན་གུང་གི་ཞལ་ལག་མཆོད་པའི་སྐབས་ལ་སླེབས་བསྡད་པ་རེད། ཨོ། དེ་འདྲའི་སོང་ཙང་ད་དེའི་སྐོར་ལ་ཞུ། དེ་འདྲའི་སོང་ཙང་ད་དེ་ལ། ཨོ། ད་རྣམ་པ་ཚོ། ཨོ། ད། ཁ་ཟས་ཞུ་བ་ན་ཞེས་ད་ཐུན། དང་པོ་དེ་ད་ཞོགས་པ་ཆུ་ཚོད་དྲུག་པ་སྐབས་རེ་ང་ཚོས་འོ་ཞོགས་པ་དེ་ལག་རེད་ཟེར་ཡས་དེ་ཆུ་ཚོད་དྲུག་པ་ཆགས་དགོས་པ་རེད་སྐབས་རེ་ཡང་ཆུ་ཚོད་ལྔ་དང་ལྔ་པའམ་དེ་འདྲའི་ཡོང་སྲིད་ཡས་དོ་ད་དེ་སོ་སོ་གི་སྐབས་དེ་དུས་ལ་དམིགས་ནས་ཐུན་དང་པོ་དེ་དེའི་མཚམས་ནས་འགོ་བཙུགས་ན་ད་ཆུ་ཚོད་དྲུག་པའི་དབང་དུ་བྱས་ན་དྲུག་པ་བདུན་པ་བརྒྱད་པ་དགུ་པ་དེ་ཐུན་དང་པོ་ཆགས་དགོས་རེད་དེ་ལ་ངེད་ཀྱི་ཞུ་བ་ཡིན་དུས་དེ་ནས་ཅིག་ཐུན་དྲུག་པ་ལ་ཡག་བཞངས་པ་ཡིན་ན་སོ་སོ་གི་ཅིག་གདོང་པ་བཀྲུས་དེ་ཚོ་ཚང་མ་ཚར་བའི་རྗེས་ལ་དེ་ནས་ཅིག། ཨོ་རླུང་རོ་བསྲེག་དེ་ནས་རླུང་བུམ་པ་ཅན་གཟུགས་ནག་གཟུགས་པོ་འདི། ཨོ་རྩ་བའི་གི་ཆ་ནི་ཀོང་གོང་མོ་ཉལ་བ་ཡིན་དུས་གཟུགས་པོ་འདི། ཨོ་ལྷོད་ལྷོད་དང་ཅིག་ཐང་ཆད་པ་དུས་ཚོད་པ་ཡང་ཆ་ཚང་བསྲེག་ནས་གཟུགས་པོ་འདི། ཅར་དུ་ཡ་ཅིག། ཨོ་ཅིག་བྱ་བྱེད་དང་སེམས་པ་རིག་པ་དང་པོ་ག་ལ་ཡིན་དུས། ཡིན་ན་ཡང་ང་ཚོ་གཉིད་ཉལ་བ་དང་དེ་འདྲའི་ཀ་ལ་གཟུགས་པོ་གི་རྩ་དུས་ཚོད་རྟོགས་བྱེད་མ་ཉལ་ཡོད་དུས་དེ་འདྲའི་ལ་ཡང་སྔ་དྲོ་གི་ཞལ་ལག་རྒྱུག་པ་ལ་ཡང་ང་ཚོ་གི་རླུང་རོ་ཅིག་བསྲེག། ཨོ་རླུང་བུམ་པ་ཞེས་སྣང་བ་ཡོད་ན་གཟུགས་པོ་དེའི་བྱེ་བྲག་གིས་གནོད་བྱེད་གཙང་མ་ཅིག་འཆར་བ་ཡིན་དུས་འདིའི་རྗེས་ལ་སྔ་དྲོ་གི་ཞལ་ལག་མཆོད་པའི་བཀའ་ལ་ཡང་དེ་ནི་ང་རང་ཚོའི་སྐུ་གཟུགས་དང་པོ་ཡོང་ཡས་དེ་ཆུ་ཉིད་རེད། འོ་དེ་འདྲས་སོང་ཙང། ཁྱོད་ཁས་མི་ལེན་བའི་དབང་དུ་བྱས་ན་སྔ་དྲོ་གི་ཞལ་ལག་མཆོད་པའི་བཀའ་ལ་ང་ཚོ་དགེ་རྟག་ད་རིང་གི་ཉུ་མོ་དེའི་ཁ་ལ་ས་ནི་ཟ་གི་མཆོད་པ་ཞིག་བྱེད་མཁན་ཡིན་བསམ་པ་ཞིག་ད་རིང་ཉུ་མོ་དེའི་མིས་དོན་དང་ལྡན་པ་མིའི་ཡ་རབས་བཟང་སྤྱོད་ཅིག་བྱེད་མཁན་བསམ་ན་ཁྱོད་ཁས་མི་ལེན་ན་ཡང་སོ་སོ་གི་གཟུགས་པོ་ལ་ཡང་རླུང་གིས་དང་ལུས་སེམས་འཁྲུལ་རྟེན་བྱེད་ཡས་ལ་ཡང་རྩ་བ་འདྲ་བོ་འདི། མེད་དུ་མི་རུང་བ་འདི་དག་རང་རེད་འདིའི་རྗེས་ལ་ཞལ་ལག་མཆོད་པ་ཡིན་ན་ཡང། སོ་སོ་གི་ཐུགས་སྤྲོ་བོ་བཏོན་ནས་ཞལ་ལག་མཆོད་ན་ཞལ་ལག་དེ་འཕོ་བ་ལ་རྒྱུ་བདེ་བ་ཡོང་གི་རེད་ལ། ཨ་ནི་ཡས་ཅིག་རླུང་བུམ་པ་ཅན་བཟུང་ནས་བུམ་པ་ལྟར་སྒང་བ་འདི་ལ་བལྟས་ནས་ཞལ་ལག་འཛུལ་ཚུལ་ཡིན་ན་དཔེ། ཨོ། ཅིག་ང་ཚོས་ཡིན། དཔེར་ན་ང་ཚོས་མི་ཁ་ཤས་ཟེར་གྱི་འདུག་ཁ་ལག་ཟ་དུས་ད་གར་མི་འདུག་ལ་ཡ་གཅིག་འདུག་ཨོ་དེ་ཡོང་གི་མ་རེད་ཁ་ལག་ལ་ད་གར་སླེབས་ཡོང་གི་རེད། དེ་ནས་ཅིག་ཕོ་བ་སྐྱོ་པོ་དེ་འདྲས་ཡིན་ན་ཞལ་ལ་སྔ་དྲོ་གི་ཞལ་ལག་མཆོད་ཚར་བའི་རྗེས་ལ་བཅར་འདུག་ཨོ། ཅིག་གི་སྣ་སྒོ་རྣ་ལ་སྣབས་བརྡོལ་འགྲོ་བ་དེ་འདྲས་ཡོད་ན་ཤུ་གུ་ཅིག་གི་ཕར་ཅིག། ཕར་ཅིག་ད་སྣབས་བརྡོལ་དེ་ཕྱི་ལ་གཡུག་ན་སྣ་སྒོ་དེ་གཙང་མ་ཆགས་ཀྱི་རོ། དེའི་རྗེས་ལ་དེ་ནི་ཐད་ཀར་རླུང་བུམ་པ་རྗེས་བུམ་པ་ལྟར་ལྒང་བ་དེ་ཚགས་ཁྲུག་བརྩེགས་གནང་ན། ད་ག་རང་གི་ཐུགས་དཀྲུགས་རེད་ད་ག་རང་གི་ཕོ་བ་བཞུ་བའི་བཀའ་ལ་ཡ་འདི་ལ་དམིགས་བསལ་གྱི་ད་མེ་འབར་བའི་སྒང་ལ་དེ་ནི་སྣུམ་བླུག་ཡང་ན་མེ་འབར་བའི་སྒང་ལ་ཤིང་བླུག་ན་མེ་ཆེར་འགྲོ་རོ་འདི་འདྲ་བོ་གི་ད་ནུས་པ་སྦྱིན་གྱི་ཡོད་དུས་འོ་དེ་འདྲའི་ཅིག་གི་ད་ཐུགས་ལ་ཡ་མ་མཐའ་ལ་ཡ་དེ་འདྲའི་ཅིག་གི་རྣམ་པ་ཤར་ཐུབ་ན་ཡ་ང་ཚོ་ཅིག་རླུང་གི་ལུས་སེམས་འཕྲོད་བསྟེན་བྱེད་ཡུལ་གྱི་རྨང་གཞི་གི་སྔ་དྲོ་གི་ཞལ་ལག་སྡིག་པའི་བདག་པོ་ཕྱག་སོགས་དེའི་རྗེས་ལ་རྣམ་པ་སོ་སོ་སློབ་གཉེར་གནང་ངེས་ཨ་ནི་ཚོང་ལས་ཀ་ག་རེ་བྱེད་ངེས་དག་ཐུགས་འཛུམ་བྱེད་ཐུན་དང་པོ་རྫོགས་འགྲོ་རོ། དེ་ནས་ཐུན་གཉིས་པ་དེ་སླེབས་དུས་ད་ཆོས་ཚུལ་བཅུ་པ་ནས་བརྩི་དགོས་རེད་བཅུ་པ་བཅུ་གཅིག་བཅུ་གཉིས་དང་པོ། དེའི་ནང་ལོ་ལ་ད་ང་རང་ཚོ་ཐུན་གཉིས་པའི་གི་སོ་སོ་གི་སློབ་པ་སློབ་གཉེར་བྱ་བྱེད་ག་རེ་ཡིན་ན་སོ་སོས་རྩོད་དེ་ནས་ཉིན་གུང་གི་ཞལ་ལག་དེ་ཆོས་དགོས་འོ་རོ། དེ་སོ་སོ་གི་དགོངས་པ་བཞེས་རེད་དཔེར་ན་གྲྭ་པ་ཨ་ནི་ཡིན་ན་དགོན་པའི་སྒྲིག་འཛུགས་དུ་ནས་ཞལ་ལག་ཆོས་དགོས་འོ་རེད། ཨ་ནི་མི་བྱ་སོ་སོའི་ནི་སོ་སོ་འདོད་པ་རེད། ཨ་གཞུང་གིས་ཅིག་ཕྲ་ལས་གནང་ཡས་ནི་སོ་སོ་གི་དུས་ཚོད་དེ་ནི་ལས་ཀ་བསམ་བཞག་དུས་ཨ་ནི་སོ་སོ་ཞལ་ལག་མཆོད་དགོས་རོགས་དོན་དག་གང་ཡིན་དུ་མེད་ན་ཞལ་ལག་མ་ཕྱེས་པོའི་དངོས་བསྡད་ལ་ཨ་ནི་སླ་ཡང་ང་རང་ཚོ་གི་གཟུགས་པོ་དེ་ད་ཞོ་གས་ནི་ཨོ་ད་ཅིག་ང་རང་ཚོ་འདོད་ཆགས་ལངས་ཡ་འདོད་ཆགས་ལངས་པ་ཙམ་དུ་འདུག་བ་མ་རེད་དེ་འདོད་ཆགས། ཅིག་མང་པོ་ཞིག་འདུས་པའི་ཆགས་པ་ལ་ལྟོས་དེ་ནི་སེམས་ལ་ཅིག་བྱེའུ་ཅིག་ཅིག་ཆགས་པས་ཆགས་པ་དང་འབྲེལ་བའི་དོན་ནི། དེ་འབྲེལ་གྱི་བསམ་བློ་ཤུགས་ཆུན་པོ་ཡང་སྐབས་རེ། ཅིག་ཞེ་སྡང་དང་འབྲེལ་བའི་དོན་ནི་བསམ་བློ་མང་པོ་སྐབས་རེ་ཡང་ཅིག། ཅིག་གཞན་ལ་ཡང་ཉོབ་སྣང་དང་ཐང་ཆད་པ་དང་ཡིད་ཞུམ་པ་དང་མང་པོ་ཅིག་ང་ཚོ་ཡོང་གི་ཡོད་དུས་རྣམ་རྟོག་ལ་མཐའ་ཡས་པ་ཡིན་དུས་དེ་འདྲའི་གང་ཡོང་བབས་ཀྱི་རླུང་རོ་བཙོག་པ་དེ་སླར་ཡང་གཟུགས་པོ་དེས་ང་ཚོ་གནོད་བྱེད་དུ་མ་བཟོས་ན་རྟོག་བཙོག་པ་ཆགས་དེ་རེད། དཔེར་ན་ང་ཚོ་བཞུགས་སྒར་ལྔ་པོ་ལ། ཞལ་ལག་མཆོད་དུས་གནོད་སྦྱིན་ཕོར་པ་དེ་གཙང་མ་གྱིས་ཟོས་འདི་ན་ཞལ་ལག་མཆོད་ཉིན་གུང་བར་ལ་བསྡུ་བཞག་བྱས་ན་འདི་ན་ལ་བུ་རྫུ་འོད་དང་ཐལ་ལ་ཡོང་གི་ཡོད་དུས་བསྐྱར་དུ་ཉིན་གུང་ཞལ་ལག་མཆོད་དུས་ཡང་འདི་ཆུ་བྱ་བཏང་དགོས་རོ། འོ་དེ་འདྲའི་ཅིག་གི་དཔེ་ཅིག་ལེན་པའི་ཐོག་ནས་ཉིན་གུང་གི་ཞལ་ལག་མ་མཆོད་པའི་དངོས་དེ་ལ་ཨ་ནི་ཅིག་གིས་ད་གསོལ་སྨན་མཆོད་དགོས་ན་གསོལ་སྨན་དེ་ང་ཚོ་ད་ཉིད་ལ་མཆོད་བོད་མི་གཙོ་བོ་དེ་བོད་པ་འདུག་ར་བོད་པ་གི་གསོལ་སྨན་ཡིན་ན་མཆོད་དགོས་ངེས་འདུག་ཆོས་འདིའི་རྗེས་ལ་ཨ་ནི་ཡའི་རླུང་འགྲོ་ཅིག་སེ། འོ་དེ་ཡིན་དུས་རྩ་ནས་ད་ང་ཚོ་ཨི་འདྲ་རེད་ད། གཟུགས་པོ་ཐང་པོ་ཅིག་ཡིན་ན། རླུང་རོ་བསལ་དུས་ག་ལ་ཕོ་དང་མོ་དང་མ་ནིང་གི་རླུང་རོ་བསལ་སྟངས་ཀྱི་རིམ་པ་དེ་ཚོ་ཁ་ཟས་འཆིང་གི་ཡོད་དུས་དེ་ཚོ་བྲིས་ཏེ་རང་བཞིན་གྱིས་ལྟ་ཤུགས་དང་ལྡན་པ་བྱེད་ཆོག་གི་རེད། ཨ་ནེ་ཨོ་ཏོ་ཞིག་གི་སྐུ་གཟུགས་སྐྱོ་པོ་དང་སྙུང་པའི་སྐབས་ལ་ཚ་བ་ཤུགས་ཆེན་པོ་འབར་བ་གྲོད་ཁོག་གཤིན་པ་གཟུགས་པོ་ཉམས་དམའ་བ་ཡང་ན་གཟུགས་པོ་ལ་ཡང་བརྡབ་གསིག་གི་རྨ་ཆགས་བསྡད་པ་དེ་འདྲའི་སྐབས་ལ་ཡང་ན་རླུང་རོ་བསལ་དུས་དེ་ནི་མ་ནིང་དང་མོ་གཉིས་དེ་གལ་ཆེན་པོ་རེད་ཕོ་གི་དེ་སྲབ་ཆེན་མ་སྟོང་ཙམ་གྱི་གངས་ཐུག་ཐུག་གི་ཤུག་གཅིག་བརྡབས་ན་མ་གཏོགས་ཡག། གཅིག་གི་སྣ་སྒོ་ནང་གི་ཤུག་ཆུང་པོ་གཞུག་ཐལ་མ་ཤུག་ཆུང་པོ་གཡུག་ན། སྐབས་དེ་དུས་གཟུགས་པོ་ནང་ལ་ནད་འབྱུང་ཡིན་དུས་སོ་སོ་གཟུགས་པོ་དེ་ནད་པ་ཡིན་དུས་དེའི་སྐབས་ལ་ཡང་ཧ་ཅང་ཤུག་ཆུང་པོ་དེ་འདྲ་བླུགས་ཡང་མ་རྒྱུ་ངོམ་བྱེད་ན་ཡང་སྐུ་གཟུགས་ཀྱི་སྙུང་གཞིའི་འདུ་འཛི་ལ་ཡང་གནོད་པ་དང་དེ་ལྟོགས་ཚིགས་ཡོང་ཡང་དེ་ཆགས་ཀྱི་རེད་དེ་འདྲས་སོང་ཙང་སྐབས་དེ་དུས་རྣམ་པ་ཚོས་ཀྱི་ཤུག་དེ་ཅིག་ཕོག་གི་རླུང་རོ་བསིལ་དེ་ཤུགས་དེ། སྤྱི་དང་ཕོ་རླུང་ཡིན་པ་ཅི་ལ་ཞུགས་ཀྱི་ཤུགས་ཆུང་པོ་དེ་འདྲ་མ་སྣང་བ་ཅིག་ཏོག་ཙམ་སྣང་ཐུབ་ན་འགྲིག་གི་རེད་ད་ཧ་ཅང་གི་ང་ཚོ་སྐུ་གསོ་པའི་སྨྱུང་ནི་པའི་ཉམས་དམའ་བོ་གཟུགས་པོ་ཡང་དགུ་བཅུ་བརྒྱ་མ་ཐུབ་དེ་འདྲའི་ཀ་ལ་ཡོད་ན་ཕོ་རླུང་སེལ་དགོས་ཡ་ཡོད་མ་རེད། མ་ནིང་དང་མོ་གི་རླུང་རོ་སེལ་ན་ད་ག་རང་གི་ཐུགས་འགྲོ་གི་རེད། བ་དེ་འདྲས་བྱས་འདུག་ཅིག་གིས་འདིའི་སྐབས་ལ་ཕོ་ལུང་སའི་ཚབ་ལ་སྣ་དགུ་ལ་སྣབས་དུག་ཡོད་ན་ཤུག་གུ་འདྲ་བོ་ཅིག་གིས་མ་གཏོགས་སྲིན་པ་འབུ་ཆ་ཤུགས་ཆེར་བརྒྱབ་ཤེས་ན་འགྲིག་རོ། དེ་མ་གཏོགས་ལྕགས་དུག་ཅིག་གིས་ཡར་སྔོ་མ་བཏང་དེ་འདྲས་ཤུགས་ཆུང་པོ་བྱེད་ན་འགྲིག་བ་མ་རེད། ཧ་ཅང་གི་སྐུ་གཟུགས་ཅིག་གི་ནད་པ་ཅིག་ཉམ་ཆུང་ཡིན་ན་དུས་ཚོད་གནས་དེ་ཤེས་དགོས་ཀྱི་རེད། དུས་ཚོད་ཚང་མ་བྱ་བ་ཐམས་ཅད་ལེགས་མོད་ཡིན། ལས་མི་སྣ་ནས་གསོལ་མཁན་ལབ་པ་ན་ཞིག་སློབ་སྦྱོང་ཞིག་སྤྲད་ཡོང་དུས་སློབ་སྦྱོང་དེ་ལ་དཔེ་ལེན་རེས་སོ་སོ་རང་ཉིད་ཀྱིས་རིག་པ་བཏང་ནས་སྐབས་དང་དུས་ལ་སོ་སོ་སྦྱར་དགོས་རེད། འོ་དེ་འདྲ་ཞིག་དཔེ་ན་ང་ཚོའི་རྩ་བའི་ང་ཚོ་ཞལ་ལག་གིས་ཆོད་པ་ཡིན་ན་ཁ་ནང་ལ་རྨ་དང་དེ་འདྲ་མེད་ན་ཞལ་ལག་དེ་བར་དུ་མ་དག་ད་ལུག་ཤང་བྲིས་འདུག་སྐབས་རེ་ཁ་ནང་རྨ་འདྲ་བས་ན་ཞལ་ལག་དེ་རྒྱང་བུ་དང་ག་ལེར་མ་བྱས་ན་ཁ་ནང་གི་རྨ་དེ་ཟུག་ལང་གི་རོ་འདི་འདྲ་བོ་རེད། ང་རང་ཚོ་སོ་སོ་གིས་སྐབས་དང་དུས་ལ་སོ་སོ་བསྟུན་བཞིན་པ་བྱས། ཨོ་དེ་འདྲའི་སོང་ཙང་ད་ང་ཚོའི་ཉི་གུང་གི་དུས་ཚོད་དེ་སླར་ཡང་ང་ཚོའི་སྣོད་བཅུད་བཀྲུས་ནས་ཡང་ཉི་གུང་ཞལ་ལག་རོལ་དགོས་པ་ན་ཞེས་ང་ཚོའི་སྐུ་གཟུགས་དེ་རླུང་རོལ་གྱིས་བསྲེག་ཞལ་ལག་མ་ཕྱི་རུ་བསྔོས་དེ་ལ་རླུང་རོལ་བསྲེག་དེའི་རྗེས་ལ་རླུང་བུམ་པ་ཅན་ནི་བུམ་པ་དར་དཀར་བ་དེ་ཚར་དྲུག་གནང། སྐབས་དེ་དུས་རྣམ་པ་ཚོས་སྐབས་རེ་གཅིག་སློབ་གྲྭ་ལ་ཞུགས་པ་ཡིན་ན་འདྲ། ཕྱག་ལས་ལ་ལས་ཁུངས་དེ་འདྲས་ལ་ཞུགས་པ་དང་དེ་འདྲའི་སྐབས་ལ་ཡིན་ན་ལག་བཟང་སྟེ་སྟབས་བདེ་པོ་མི་འདུག་བསམ་ན། གཅིག་གིས་དཔེར་ན་རླུང་བུམ་པ་གཅིག་བུམ་པ་ལྟར་སྒང་བ་དེ། ཕྱག་གི་ཕྱག་ལས་དང་ལས་ཀ་བྱེད་པའི་སྒང་ལ་ཡ། དེ་ནི་སྣ་སྒོ་ནང་ནས་དབུགས་ཡང་མ་འགྲོ་གི་ཡོད་དུས་ད་ག་རང་ལ་དམིགས་ནས། རླུང་བུམ་པ་གཅིག་བུམ་པ་ལྟར་སྒང་བ་དེ་ཚར་དྲུག་དམ་པར་སྣང་ཤར་ན། སོ་སོར་རིག་པ་བརྟགས་ན་ཁ་ཤས་ལ་དེ་འདྲའི་ལས་སླ་པོ་ཐོན་ནས་ཡོང་གི་རེད་དཔེ་བཤད་ན་ཕྱག་ལས་གྲུབ་ནས་ཞལ་ལག་ཆོལ་ཁ་ཕུད་དེ་དེ་པར་རོ་མོ་འདྲ་ན་ཕེ་ཡ། ཨ་རེ་ང་ཚོ་སྦག་སྦག་དང་རྐང་འཁོར་དང་དེ་འདྲས་ཞུ་གནས་པས་དེའི་སྐབས་ཀྱི་དུས་ཚོད་དེ་ལ། རླུང་བུམ་པ་ཅིག་བུམ་པ་དང་འདྲ་བའི་ངང་ནས་སོ་སོ་མིག་གི་ལག་ཁ་ལ་བལྟ་བགྲོད་བྱ་ན་འགྲིག་འདུག་དུས་ཚོད་དེ་སོ་སོ་སོ་གི་དུས་ཚོད་གསལ་ལེར་དཀོན་པ་དེ། སོ་སོ་གི་རིན་ཐང་ཤེས་པའི་དུས་ནས་སོ་སོ་གི་འགྱུར་བཅོས་བྱས་རེ་ཆད། ད་དེ་ནས་ད་ང་ཚོ་ཉིན་གུང་གི་ཞལ་ལག་མཆོད་དགོས་རེད། འོ་དེའི་དུས་ཚོད་འདྲ་ཞལ་ལག་མ་མཆོད་པའི་དངོས་དེ་ལ་ངས་ད་རིང་སློབ་ཚན་ཟེར་ན་གསར་བ་ཅིག་ག་རེ་ཞུས་ན་ན་ང་རང་ཚོ་རྣམ་པ་ཚོ་གི་ཨ་ལས་དེ་སྣོད་བཅུད་བཀྲུ་བའི་མཚམས་དང་རླུང་བུམ་པ་ཅན་བུམ་པ་ལྟར་སྒང་ཡན་དེ། ཨ་དེ་ཙམ་གྱིས་ད་གལ་ཆེན་པོ་རེད་མི་འདུག་ད་འཕྲོད་བསྟེན་ཙམ་གྱིས་རེད་ཤག་འདུག་དེ་འདྲའི་ཆོས་ནི་དགོངས་རྒྱུ་ཡོད་མ་རེད་དཔེར་ན་ང་ཚོའི་དེང་སང་རྩ་བའི་ཞལ་ལག་ལ་དུས་རྣམ་པ་ཚང་མའི་འཁིང་གོག་རོ་ཡང་དེང་སང་རྨའི་ལ་དུས་ནས་ན་ཚ་ཡུན་པའི་སྐབས་ལ་རྨའི་དེ་ཡང་འཁིང་གོག་རེད་དེང་སང་དེའི་སྒང་ལ་ཨ་ནི་ང་རང་ཚོ་གིས་ད་ད་ལྟ་ཨ་ཧྲི་ཁུལ་དང་ཡུ་རོབ་ནང་ལ་དེ་ཡོད་ས་ཨ་ཧྲི་ཁུལ་ལ་གཙོ་བོ་རེད་ད་ཡུལ་ས་ན་ཡུལ་ས་ན་ལ་ཡི་གེ་གཅིག་བྲིས་འདུག་ཨ་ཡུལ་ས་ན་གི་རྨའི་ལག་པ་རེད་ཡུལ་ས་ན་གི་དེ་ནི་ཨོ་དེ་འདྲས་ཅིག་བྲིས་འདུག་ཨ་ཁོང་ཚོ་གིས་དེའི་ཡང་པའི་རྨའི་མ་རེད། འཚོལ་རྒྱུ་རེད་ལ་ནི། གཡུལ་ས་ནང་གི་འཚོལ་རྒྱུ་རེད་ལ་ནི་དེང་སང་ཡང་འདི་ཆོས་པ་ཡིན་ནའང་དེ་ཚོའི་གྲས་འདི་ལ་ཞི་དྲག་གི་ནུས་པ་གཟུགས་པོ་ལ་སྒོ་དབྱེ་གི་འཚོལ་རྒྱུ་སྒོ་དབྱེ་ཆ་ཚང་རག་རོགས་རེད་ད་དེ་ཚོའི་གྲས་ཡག་པོ་འདུག་ཨ། དེ་ན་བཞིན་ང་རང་ཚོ་གི་རྣམ་པ་ཚོ་གི་ད་རིང་ཉིད་དམིགས་བསལ་གྱི་སློབ་གསེང་དེ་ག་རེ་ཞུ་འོས་ལ་ན། ང་ཚོ་ལ་བཅུད་ལེན་ལ་ཡ་རྒྱུ་རེད་ད་རྣམ་པ་ཚོ། དུས་ཆེན་བོད་པའི་སྤྱི་ཚོགས་ནང་ལ་ཕན་ཆེན་བཅུད་ལེན་ལ་དུ་བདེ་བོ་བཅུད་ལེན་ཆོས་བཅུད་ལེན་མེ་ཏོག་བཅུད་ལེན་ལ་ནི་བཅུད་ལེན་དེ་འདྲིས་ཀྱི། བ་དང་ངག་དང་འབྲེལ་བའི་ཐོག་ནས་དེ་འདྲིས་བཅུད་ལེན་གྱི་རྣམ་གྲངས་མང་པོ་ཅི་ཡོད་རེད། བ་དེ་འདྲིས་སོང་ཙང་ད་ལྟ་འདི། ང་ཚོས་དེ་རླུང་གི་བཅུད་ལེན་ཆགས་དགོས་བ་རེད་རླུང་གི་བཅུད་ལེན་གྱི་ཁུངས་སུ་གཏོགས་དགོས་བ་རེད། དཔེ་བཞེས་ན་ང་ཚོ་གི། སྣ་བུག་གཉིས་ན་ནི་གཅིག་གི་ཕོ་དང་མོ་དེ་མ་ངོམས་པ་ཆེས་མ་ནིང་གི་རླུང་རོ་འདི། གཅིག་གི་ད་གཙོ་བོ་མིག་ནི་མ་ནིང་གི་རླུང་དེ་ཡར་ངོམ། གཅིག་ངོམ་པའི་སྐབས་ལ་སྣ་བུག་ནང་གི་སྤུ་ཡིན་ན་འགུལ་སྐྱོད་མ་བྱས་པར་ཨམ་ཅོག་གཉིས་ན་མ་འཁོར་བ་ཅི། རླུང་དེ་འདྲིས་ཀྱི་ཡར་སོ་སོ་གི། སྣང་ངོ་གཉིས་ན་ནི་ཡང་མངོན་པ་དེ་དེ་ནི་དགང། བཞིལ། བ་དེ་འདྲའི་སྣང་བ་ཡིན་ན་དགང་དང་བཞིལ་ལོས་དཀའ་སོ། ང་ཚོ་རླུང་གི་འཚོ་བཅུད་དེ་ཕྱི་ལོགས་ལ་ཡང་ཚོ་གི། དཔེར་ན་མེ། དཔེར་ན་ང་ཚོ་གཅིག་གི་དང་ཞལ་ལག་དང་ཕྱི་ལོགས་ལ་རྒྱུ་དབང་གི། ནུས་པ་དང་ལྡན་པའི་བཅུད་གསར་བ་ཚ་བ་མང་པོ་སྐྱེ་གོ་ར་ཉིན་རེ་ཉིན་རེ་ནི་མེ་ཏོག་སྐྱེ་གོ་ར། ཉིན་རེ་ཉིན་རེ་ནི་གསེར་ཤིང་དུ་ཚོ་ཡག་འབྱེད་གོ་ར་འཕེལ་གོ་ར། ང་ཚོས་ཁྱེད་ཚོའི་ནང་ལ་ཞལ་ལག་རྣམ་པ་སྣ་ཚོགས་ག་པར་ག་ས་བཟོ་གི་ཡོད་དུས་ཚོད་ཚང་ནོག་གི་བཅུད་ཀྱི་སྙིང་པོ་བརྗོད་རོགས་དེའི་དུས་རླུང་དང་མཉམ་སྡོད་ལ་ང་ཚོའི་སྤྱི་ཚོགས་འཛམ་གླིང་འདིའི་ནང་ལ་ཡར་འཁོར་བསྡད་འོང་རོགས་དེ་ཡིན་དུས་ད་ནི་འདིའི་ཚོད་སྣ་སྒོ་སྣ་ལ་ཡོད་རྔོན་པ་དེས་སྣ་སྒོ་ནང་ལ་སླེབས་ཚར་དུས་སྒང་བཞིར་ལ་དུས་འདིའི་སྐར་ལ་དེ་ནི་སྐར་ཆ་བཅོ་ལྔ་ཉི་ཤུ་དེ་འདྲའི་ག་ཚོད་ཀྱིས་རྔོན་པ་ཡིན་ན་དེ་འདྲ་བའི་རླུང་གསར་པ་དེ་ནང་ལོ་སླེབས་པ་ཙམ་མ་ཡིན་པར་རླུང་དེའི་ནང་གི་བཅུད་དེ་གཟུགས་པོ་ནང་ལ་འགྲིམ་ཐུབ་འོང་རེད་གཟུགས་པོ་ནང་ལོ་ལ་ང་ཚོ།

མི་དེ་ཁམས་པ་རྣམས་ལ་མ་བདེ་བར་བྱེད། མི་དེ་ལག་སོར་མ་ཐོན། ཡར་དབྱུང་མར་འགྲོ་དེ་ནི་མི་དེ་ངལ་གསོ་དེས་མི་འགྲོ་བ། ང་རང་ཚོ་གི་དུས་རྒྱུན་ལས་ཀ་བྱེད་སྟངས་ཚང་མ་ཨེ་འདྲེ་རེད། ཁང་པ་ཅིག་ནང་མ་བདེ་བར་བྱེད། ཡར་ཅིག་འཛུལ་ཡར་མར་ཅིག་འགྲོ་ཡར་ཅིག་འཛུལ་བསྡད་ན་མི་དེ། ངལ་གསོ་བའི་དུས་ཚོད་མི་འདུག་མི་དེ་ཡར་ཅིག་དབྱུང་ཁམས་པ་རྣམས་ལ་མ་བདེ་བྱས་ན་མི་དེ་གཟུགས་པོ་ངལ་གསོས་ཏེ་ལྷོད་ལྷོད་འཆའ་བ་ན་ཤི། ང་རང་ཚོ་གི་རླུང་དེ་ཡར་རྔུབ་ནི། སྒང་ཞིལ་དེ་ག་ཚོད་བདེ་ཐུག་ན། ང་རང་ཚོ་གི་ཅིག་རླུང་གི་ནང་གི་བཅུད་དེ་ཚོ་ཁྲིད་དེ་ང་ཚོ་གཟུགས་པོ་རྣམས་ལ། སྒྲིབ་ནི། དེ་ནས་ང་ཚོས་རླུང་གི་རོ་བཙོག་པ་དང་མཉམ་དུ་མ་རང་རྒྱ་ཆེ་ལ་མར་འབུད་པ་ཡིན་ན། ང་རང་ཚོ་ལ་ཡང་དངོས་གནས་ཀྱི་ད་ཡོད་ས་ནང་གི་དེ་འདྲའི་འཚོ་བཅུད་ཟེར་ཡས་ད་ང་ཚོས་སྔོན་མ་ཡིན་ན་ང་ཚོ་ཧོ་ལི་སེ་ལ་ཡང་དེ་འདྲའི་གི་ད་གཟུགས་པོ་ནང་ལ་སྨན་མ་རེད་ཁ་ལག་ཡང་མ་རེད། ད་དེ་པའི་གཟུགས་པོ་ལ་ཡང་སྟོབས་རྒྱས་ང་ཚོ་སྟོབས་རྒྱས་མེད A B C ལ་ནི་དེང་སང་དེ་འདྲའི་དོན་དངོས་དུ་བ། ཨེ་བྷི་སི་ལྡི། ད་དེ་རིག་མ་ག་ཚོད་སུ་ཡོད་ན་མི་ཤེས་རོ་དོན་དག་ལ། ཨོ་དོན་ཚོད་དེ་ང་ཚོ་ཆོས་པ་ན་ཤི། ཨོ། རླུང་གིས་དེ་འདྲས་ཅིག་གནང་ཐུག་ན་ང་རང་ཚོ་དངོས་གནས་ཀྱི་གཟུགས་པོ་ནང་ལོག་ལ། ང་ཚོ་ལ་དགོས་ཡས་ཀྱི་ཅིག། དངོས་གནས་ཀྱི་བཅོས་དུས་རྒྱུན་གྱི་དེ་འདྲས་ཡུལ་ས་ནང་ལ་མེད་པ་ཨ་ནི་ཡའི་ཕྱི་ལོག་གི། ཧོ་ལི་སི་དང་དུས་རྒྱུན་གྱི་ང་ཚོ། ཞལ་ལག་མཆོད་པ་ག་ལ་ཞལ་ལག་གི་གནས་རེ་རེའི་མ་གཏོགས་ཚང་མ་མཆོད་ཐུག་གོ་མ་རོ། དཔེར་ན་ང་ཚོའི་བས་ད་དགྲའི་མཆོད་མཁན་ཡིན་ན་དགྲའི་བ་ལས་ཡིན་ན་ཉུང་ཤས་མ་གཏོགས་ད་རླུང་གི་ནང་ལ་ཡོངས་རྫོགས་ཡར་ད། རླུང་གི་ནང་ལ་ཡོངས་རྫོགས་འདྲ་བོ་ཅིག་བཅོས་ཏེ་ཡོད་རེད་དེ་ང་ཚོ་གི་གཟུགས་པོ་ནང་སླེབས་ན་ང་ཚོ་སྣ་སྒོ་གཉིས་ཀྱི་མཛོད་སྤུ་འདི་གི་ནང་ལ་རླུང་གི་ལྕི་འཁོར་འདི་གི་ཡར་ལས་ཡོང་དུས་འདི་ལ་ཡང་རིགས་སུ་གྱུར་པ་སྣོད་ཡིད་ཀྱི་ནད་འབུ་ཕྲ་མོ་དང་དུ་ཚོད་བྲལ་ཏེ་ཚང་མ་མ་བུ་རྒྱ་རྒྱ། འོ་དེ་སྣ་སྒོ་འགས་ད་སྤུ་དང་དུ་ཚོད་དང་འདྲེས་ནས་ཁོ་ཚོ། ཅིག་ནི་བུ་རྩ་མེད་ཟོས་བར་དུ་ཕྱི་ལ་འབུལ་བ་དུས་ཚོད་ཕྱིས་ན་གཙང་མ་འདི་ནང་ལོགས་ལ་སླེབས་དུས་ནང་ལོགས་ལ་ལས་ཀ་བྱེད་དགོས་བོར་བ། ནང་ལོགས་ལ། སྤྱི་བོ་དང་མགྲིན་པ་གཉིས་ཀ་ལྟེ་བ་གསང་གནས་ཀྱི་འཁོར་ལོ་དུས་སུ་འཁོར་བའི་སྐར་ལ་རླུང་དེ་ནང་ལོགས་ལ་མ་བསྟན་ན། ང་ཚོས་ཡིན་ན་ཅིག་འཁྲུལ་འཁོར་ནང་ལོགས་ལ་ལྕགས་ལ་དེ་མ་བླུགས་ན་ལག་ཚ་སྟོན་ཤེས་ན་འཁྲུལ་འཁོར་ཁོ་བསྡད་ན་ཕན་ཐོགས་མི་འདུག་ཨ་དེ་ན་ཤེས་རེད་དེ་ཡིན་དུས་ང་ཚོ་ཨར་ལུང་བུམ་པ་ཅན་གཟུངས་ནི་བུམ་པ་ལྟར་དགང་བའི་བཀའ་ལ་ཡང་རྔུབ་ནས་དགང་དང་བཞིར་གཉིས་དེ་ལ་ག་ཚོད་ཀྱི་རྒྱུ་རིང་པོ་ཞུ་ཐུབ་ན་ང་ཚོ་གི་གཟུགས་པོ་ལ་ཡང་འོད་སྒྲ་མི་འཆོལ་བ་ན་ཞིག་དངོས་གནས་ཀྱི་ང་རང་ཚོ་ལ་ཡང་འཚོལ་དཔྱོད་ཀྱི་མཆོག་ཏུ་གྱུར་པ་ཅིག་འདི་ར་གོ་རེད་འོང་དེ་འདྲི་ཅིག་ང་ཚོ་གི་གཟུགས་པོ་ནང་ལ་ཡང་འདི་གི་འཚོལ་དཔྱོད་འདི་གི་གཙོ་བོ་དེ་ང་ཚོ་ཀླད་ཁམས་ལ་འགྲོ་གི་རེད་ཀླད་པ་ལ་འགྲོ་གི་རེད་ཀླད་པས་ཀྱི་བྱ་བ་བྱེད་ཡས་ལ་ཡང་བྱེ་བྲག་གི་ནུས་པ་དང་ལྡན་པ་བཟོས་དགོས་རེད་ལ། འདིའི་ངང་ཚུལ་གྱི་རྗེས་ལ་ཡང་ང་ཚོ་ཞལ་ལག་མཆོད་དུས་ཞལ་ལག་གི་བཅུད་དེ་ཁྲག་ནང་ལ་སྒྲིབ་མི་འདུག་འདི་དང་མཉམ་དུ་ལ་ང་ཚོ་གཅིག་ཁོག་གི་གཅིག་ནུས་པ་དེ་ཁྲག་ནང་ལོགས་ལ་ཡང་སྒྲིལ་ཡིན་དུས། འོ་དམིགས་བསལ་གྱི་ང་ཚོས་ད་འཚོལ་དཔྱོད་དེ་དཔེར་ན་ཞལ་ལག་གང་ཞིག་མཆོད་པ་དེས་དང་ཉིན་དབྱེ་བ་བྱས་ནས་དྭངས་མ་དེ་ཁྲག་ལ་བསྒྲོད་དུས་འདི་ལ་ཡང་ནུས་པ་དང་ལྡན་པ་བཟོས་ན་ང་ཚོས་ཞལ་ལག་ཞེ་དྲག་མ་མཆོད་ན་ཡང་གྲོགས་པོ་ལྟོ་བ་མི་ངན་འདྲ་བོ་རང་བཞིན་གྱི་གཟུགས་པོ་གཟི་བརྗིད་དང་ལྡན་པ་གཟིགས་སྟངས་ཡོད་པ་ཨ་ནི་བདེ་བོ། དུས་རྒྱུན་གྱི་གཅིག་ནགས་ཚལ་ཚ་རེ་མཚོ་རེ་དེ་ཚོ་མིག་གིས་བལྟ་བསྡད་ན། འདི་བོ་མི་ངན་ཚོས་རང་བཞིན་གྱི་བརླག་འགྲོ་ངེས་དྲག་འགྲོ་ངེས་འོ་དེ་འདྲའི་རང་བཞིན་གྱི་ཆོས་ཉིད་ཡོད་རེད་དེ་འདྲའི་སོང་ཙང་རྣམ་པ་ཚོ་གི་འོ་དེ་འདྲའི་གི་གནས་གཤིན་པོའི་ཐོད་ནས་ཨ་ནི་ཉིན་གུང་གི་ཞལ་ལག་མ་ཆོད་པའི་དངོས་དེ་ལ་ཡིན་གཅིག་མིན་གཅིག་རླུང་བུམ་པ་ཅན་ཨ་ནི་ཅིག་བུམ་པ་ལྟར་ལྒང་བ་དེས་ཚག་དྲུག་ཐམ་པ་ཅིག་བཙལ་ཨ་ནི་ཆོས་རྣམ་པ་ཨ་ནི་ཞལ་ལག་ཆོད་པ་ཡིན་ན་ཞལ་ལག་ཆོད་པ་དེ་ལ་ཨ་ནི་ཆོས་དང་མ་འབྲེལ་བའི་ཐོད་ནས་ཡིན་ན་ཞལ་ལག་ཆོད་པ་དེ་ཨོ་ད་ང་ད་རིང་ཞུ་མཁན་ནི་ད་མདོ་མ་དུ། དུས་ཚོད་སྐྱེལ་ཡས་དེ་ང་དཔེ་ཡག་པོ་སྐྱེལ་ཡིན་མི་གཅིག་ལ་གནོད་སྐྱེལ་མེད་ད་ང་མི་ལ་ཕན་སེམས་བསྒྲུབས་པ་ཡིན་ཡང་ན་ནི་གཅིག་གཅིག་ང་རང་ད་རིང་མི་དེ་གི་སྡུག་ཆ་བྱེད་ཚུལ་ནི་ང་བཟོད་པ་དགོས་མ་ཡིན་ལ་དུས་དཔེ་ན་ང་ཚོས་འོང་ད་ནི་གཅིག་ཤོར་བཟོད་པ་ལ་དུས་སྤྱི་ད་ང་རང་ཚོས་ཕྱག་ལས་ག་རེ་གནང་གི་ཡིན་ན་བཟོད་པ་སྒོམ་ཟེར་ཡས་དེ་མང་པོ་གཅིག་གིས་བཟོད་པ་སྒོམ་ན་ལྐུག་པ་རེད་ལ་ཡས་རྒྱུ་བ་མིག་གི་ཚུལ་ལ་གཅིག་ལབ་ན་ཕ་ལ་གཉིས་ལབ་པོ་རེད་ཨ་འགའ་ཤས་རྒྱ་གར་ན་ལ་ཚིག་སྡུག་ཆ་དེ་འདྲ་ཡོད་བ་དེ་ནི་གཅིག་གིས་ཁོ་རང་གི་ཚུལ་ལ་གཅིག་གིས་ད་ག་ལ་རེད། ཁ་འདུག་བྱ་ལ་ན་ཕར་ལ་ལེར་ལོག་གོ་རེ་ཚུར་ལ་གཅིག་ཞུགས་ན་ཕར་ལ་ཞུགས་གོ་རེ་ལ་ཡ་འགྱུར་བ་དུས་ཚོད་དྲེད་དེ་འདུག་ས་ལྟ་ན་ཅིག་འཇིག་རྟེན་ནང་ལོག་ལ་ཨ་ནེ་ཡ་ཅིག་སོ་སོ་གི་འཚོ་ཐབས་ལ་ཡ་ཅིག་གི་ད་ཐབས་ཤི་སྟངས་དེ་ཁུལ་རེད་དེ་དུས་ཚོད་དྲེད་སློབ་གསོ་དེ་ཧ་ཅང་གི་འཕྲོད་བསྟེན་ལ་ཡ་གནོད་ཡས་གི་རིགས་རེད་དེ་ལ་ང་རང་ཚོ་དཔེར་ན་ཅིག་བཟོད་པ་སྒོམ་ལ་ཡ་དེ་བཟོད་པ་དེ་མེད་དེ་མི་ཅིག་གི་ཚིག་འདུག་བྱ་ཅིག་ལབ་ན་ཨོ་ཁོ་ང་ལ་ཚིག་འདུག་བྱ་ལབ་སོང་དེ་ཡིན་ན་ཁོ་ང་ལ་ཞུ་ནི་ཞུ་གི་མ་རེད་དེ་ཡིན་དུ་ད་ཚིག་དེ་གས་མི་འདུག་འགྲོ་ལ་ནི་བཟོད་པ་ཅིག་སྒོམ་རྣམ་དཔྱོད་བཟང་བསྟེན་ཡ་ན། སྣང་མེད་འདྲ་བོ་བདེ་ཞེ་ན་སོ་སོ་གི་བཟོད་པོ་སྒོམ་པ་ལ་བརྟེན་ནས་ང་ཚོ་རླུང་བུམ་པ་ཅན་བུམ་པ་ལྟར་ལྡང་བ་དེ་ཡུན་ཚེ་རིང་དུ་གནས་ལ་ཁོག་ཤུགས་བཀྲི་ཡི་རེད་བཟོད་པ་གི། ང་ཚོ་བཟོད་པ་ཡི་ཉམས་ལེན་ལ་ཡོད་རེད་འདི་ཆོས་སྐད་ཆ་མ་རེད་ང་ཚོ་བཟོད་པ་ལ་ཡོད་དོ། དཔེར་ན་ང་ཚོ་ཕ་མ་གཅེས་ན་སྤུ་གུ་གི་ཆེད་དུ་སྡུག་པོ་མྱངས་པ་ཡིན་ན་བཟོད་ཐུབ་ཀི་འདུག་བ་དེ་སྤུ་གུ་ལ་བརྩེ་བ་དེ་ཡོད་དུས་དེའི་དབང་གི་སྙིང་སྟོབས་དེ་ཡོད་རེད་སྙིང་སྟོབས་ལ་བརྟེན་ནས་ཕ་མ་སྤུ་གུ་གི་ཆེད་དུ་ཕ་མ་ཚེ་རིང་པོ་ལ། རང་བཞིན་གྱི་བདེ་དགོད་ཆགས་ཀྱི་རོ། ང་ཤི་ན་ང་ན་ན་འགྲིག་གི་མ་རེད་སྤུ་གུ་ཆེ་དོ་ལགས་དུས་དེ་ན་ཞིག་ང་རང་སོ་ལ་བཟོད་པ་འདི་ཡི་མིག་སེར་གྱི་ཟུག་པ་ན་ལ་ནུས་པ་སྦྱིན་གྱི་ཡོད་དུས་འོ་དེ་འདྲའི་ཅིག་ཐོན་ནས་དེ་ནི་བཟོད་པའི་ཉམས་ལེན་གནང་ཡ་དེ་གལ་ཆུང་པོ་རེད་རྒྱུན་དུ་ཨ་སོ་སོ་མི་ཅིག་གི་ཚིག་སྡུག་ཅག་ཅིག་ལ་མ་ཞུ་པ་ཡིན་ན་སོ་སོ་རང་ཉིད་ཀྱི་བཟོད་པ་སྒོམ་ཐུབ་ན་དེ་བཟོད་པ་ཐོབ་མ་འདི་རོ་དེའི་རྗེས་ལ་ཅག་ཏུ་མི་དེ་ཅིག་ཞུ་ན་ཁོ་ང་ལག་པ་ཅིག་ཞུ་སོང་ཡང་ན། ཐུ་ལུ་དྲ་བ་བརྒྱ་སོང་ཡ་ན། དེ་འདྲའི་ཅིག་མ་གཏོགས་ང་ལ་དངོས་གནས་ཀྱི་དྲི་དང་མཚོན་ཆ་གི་ང་གསལ་ཁ་ཡོང་མ་སོང། དེ་ཡང་གཏེར་ཞུ་ན་ད་གལ་མི་འདུག་མ་འགྲོ་གཏེར་བཟོས་ན་སྨད་ཀྱི་ཆུ་ན་དྲག་གི་རེད་ད་ང་ཁོ་རང་ལའང་ཅིག་གདོང་པ་ནག་པོ་དང་དེ་འདྲས་བྱེད་ན་ང་རང་ཡང་སེམས་པ་འཁྲུག་གཟུགས་པོ་ལ་གནོད་ཁོ་རང་ཡིན་ན་དེ་ལས་ཀྱང་སྡུག་བ་ཡོད་ན་འདི་ཕན་པའི་ཞིག་མི་འདུག་ལ་ནི་ལ་སོང་མིག་གི་ཀླད་པ་དེ་བེད་སྤྱོད་དེ་འདྲས་བཏང་ནི་ཁོ་ང་ལ་ཞུ་སོང་དེ་ཁོ་ང་ལ་གསེ་གི་མ་རེད་བསམ་པའི་དོན་ནི་བཟོད་པ་ཅིག་སྒོམ་ཚུགས་ན་དེ་ཡང་སོ་སོ་ལ་སྙིང་སྟོབས་ཀྱི། ཅིག་སྦྱིན་ཐུབ་པ་དང་གཟུགས་པོ་འཕྲོད་བསྟེན་ལ་ཡང་གཟུགས་པོ་སྲུང་སྐྱོབ་ལ་ཡང་མེད་དུ་མི་རུང་བའི་ལག་རྩལ་རེད་བ། ཨང་ག་སེ་ཁོ་གིས་སོ་སོ་ལ་ཅིག་ཞུས་ནས་སོ་སོ་ལ་སྲེད་པ་ཡིན་ན། ད་སོ་སོ་སྲེད་པའི་དབང་དུ་བཏང་ན་ཡང། ད་དངོས་གནས་བྱས་ན་སྲོག་དེ་གལ་ཆུང་པོ་རེད་བ། མི་དེ་གིས་དེང་སང་ཁྲིམས་ཡོད་དུས་རྩ་ནས་སུ་ལ་སྡུག་ཅག་བྱས་ན་ཁྲིམས་ལ་བཀལ་ཡ་ཡོད་རེད་ཁ་པར་རྒྱག་དུས་ཚོད་ད་ཡོད་ཡོད་པ་རེད་བ། ཡིན་ན་ཡང་ཅིག་དེ་ང་ཚོ་གིས་ལམ་དུ་མ་ལོང་བར་བཛྲ་བཛྲ་གི་གནས་ཚུལ་ཐོས་ནས་ཁོ་གིས་སུ་ལ་ཅིག་སྲེད་པ་ཡིན་ན་སོ་སོ་ངོ་ནས་ཨ་ད་ཁོ་ང་སྲེད་ཀྱི་འདུག་ངས་ཁོ་ལ་ཅིག་ཞུས་པ་ཡིན་ན་ཁོ་གི་རྐང་པ་ལག་པ་ཆག་ཡང་ན་ཁོ་ཤི་བ་ཡིན་ན་ཁོའི་རྒྱབ་ལ་མི་གཞན་པ་དེའི་ཀླད་ནི་ང་བསད་བ་མ་ཟད་ངའི་ནང་མི་ཡང་བསད་ཀྱི་རེད་དེ་ལས་ད་རིང་ཁོ་རང་ཚོ་ང་སྡུག་ནས་ང་བསད་པ་ཡིན་ནས་ང་ད་ཤི་གི་རེད་དེ་ངས་ཁོང་ཚོའི་ལ་ཁུ་ལན་མ་ལོ་ཙང་ང་ཤི་བ་མ་གཏོགས་ངའི་ནང་མི་དཔོན་གཞན་སོགས་ལ་སྡུག་པ་བྱེད་ཀྱི་མ་རེད་ལབ་དུས་དེ་འདྲའི་དུས་ནས་ཤི་བ་ཡིན་ན་ཤི་གོ་ཆོད་སོ། དཔེར་ན་དཔེར་ན་སོ་སོ་གིས་ངར་ཤེད་ཅིག་ལངས་ད་ཁོ་ང་བསད་ཀྱི་འདུག་ལ་ནི་ཕ་ལ་ཡ།

ཉིན་གུང་ནི་དགོངས་དག་གི་ལྷག་མ་དེ། ཨོ། ཞོ་ཁྱི་སྐྱེས་པ་ནི་བཤད་ང་ཡག་པོ་ཅིག་བྱེད་ཀྱིན་ཡིན་བསམ་པའི་དེ་འགྲིག་གི་ཐོག་ནས། སེམས་པ་དགའ་ལེ་ལེ་ཡི་ཐོག་ནས་དེ་ནི་ངའི་ཁ་ལག་གསར་པ་དེ། གཟུགས་པོ་དེ་ཡག་པོ་ཆེ་སྟོབས་དང་ལྡན་པ་སོ་སོ་ནང་མི། དཔེ་འཇགས་དང་ཕ་ཡུལ་གཅིག་པ་དང་ག་རེ་ཡིན་ཉེ་ཚེ་ཚང་མ་ལོ་ཡག་པོ་ཡོང་ཡས་ལ། ང་རང་གིས་དོན་དང་ལྡན་པ་བྱེད་དགོས་ཨ་བསམ་པ། བདེ་ལ་ཡ་རྩ་བ་འདྲ་བོ་དེ་མི་ལ་ཕན་སེམས་བྱེད་ན་མི་དགའ་ན་སོ་སོ་ལ་རོགས་པ་མང་ཡོང་གི་རོ། ཅི་སྟེ་ཕན་མ་ཐོན་ན་ཡང། སོ་སོ་གིས་གནོད་མི་གལ་བསམ་པ། ཨོ་དེ་འགྲིག་གི་ཅིག་སེམས་པ་ལ་དྲན་པའི་ཐོག་ནས་དེ་ནི། རྣ་བ་ཚོས་ཀྱི་ཅིག་ཉིན་གུང་གི་ཞལ་ལག་མཆོད་པ་ཡིན་ན་མཆོད་དང་མ་འབྲེལ་བའི་དོན་ནས་ཡིན་ན་ཡང་ཞལ་ལག་མཆོད་པ་ཡིན་ནའི་ཞལ་ལག་དེ་ད་གའ་ཡག་པོ་བྲོ་བ་ཡག་པོ་དེ་བྲོ་བ་ཡག་པོ་ཡོད་པ་ལ་བརྟེན་ནས་ཁ་ནང་སླེབས་དུས་ག་ལ་དེ་ནི་སླེབས་བས་ཀྱི་བྱ་ཁུ་དོན་ཚུལ་ཁྲིད་རེད་རང་བཞིན་གྱི་ནུས་པ་དེ་ལྡན་པ་ཆགས་ཀྱི་རེད་ལ། ཀླད་པ་འབྲུམ་བུ་ཤེས་བྱ་ཚ་བ་མང་པོ་ཅན་རང་བཞིན་རྟོགས་ཐུབ་ཀྱི་རེད། དེས་འགྲོ་བའི་ཞལ་ལག་དེས་ནི་མ། གྲིབ་མ་ནི་མ་བཀྲུས་ཏེ་འཕོ་བ་ན་སླེབས་དུས་ག་ལ་འཕོ་བ་ན་ལ་དེ་ནི། ཨོ། གཅིག་གིས་ད་བཞུགས་བདེ་བ་ག་རེ་ཡིན་ན་ད་བོད་མཐོ་དབུ་དུ་བ། ཨོ། དེ་འདྲའི་གཅིག་གིས་སོ་སོ་གནས་ཤིང་པའི་དུས་ནི། ཨོ། ཆོས་དང་མ་བཅོས་པའི་དུས་ནི་ཉིད་གུང་ཞལ་ལག་ཆོས་དང་དེ་དེ་འདྲའི་ཆད། ཨོ། དེ་རེད་དེ་ནི་ད་ཆོས་དང། འབྲེལ་བའི་དུས་ནི་ཉིད་གུང་ཞལ་ལག་ཆོས་དང་དེ། ཨ་ནི། དེ་ལན་འདི་མང་པོ་བྱ་ཡུལ་དུ་བདེ་ཡིན་དུས་ལན་གཉིས་པ་ན་ལ་བཞུགས་ཆོག་པར་བྱས་མི་དུས་ནི། ཨ་ནི་སེམས་པ་སྣང་རོགས་གནང།